རྡོ་རྗེ་ཞུས་ཟིན་གསུངས་པ་རེད། དེ་ཡིན་ཙང་དེའི་སྐོར་ལ་རྡོ་རྗེ་ཞུས་པ་ཡིན་ན། ཕྱག་དང་བསྐོར་བ་ཟེར་ཡག་དེ། ལུས་འཇིགས་པ་ནས་བསགས་ཡག་གི། དགེ་བའི་རྣམ་གྲངས་མང་པོ་བརྗོད་པའི་ནང་ནས། བསོད་ནམས་དང། དགེ་བ་འབྱུང་བའི། ནུས་པ་ཆེ་ཤོས། བྱས་བདེ་ཤོས། ཅེས་ཆགས་ཀྱི་ཡོད་པ་ཡིན་ཙང། ཚང་མས་དེའི་ཐོག་ལ་ཐུགས་སྣང་གནང་བཅས་བཞག་དང་ཤོར་ལི་ཡ། ཕྱག་ཏུ་བསྐོར་བ་གནང་བསྟོད་པ་ཡིན་ན། བསོད་ནམས་ཆེན་པོ་སོགས་ཡག་གི། ཆ་ཅན་ཡོད་པ་ཡིན་ཙང་དེ་དོ་སྣང་གནང་ཡོད་པ་ཞིག་རེད། ལྷག་པར་དུ་ཡང་བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་དེ་ཚོས། རྒྱུན་དུ་མི་ཚེའི་རྒྱུན་སྤྱོད་ཀྱི་ནང་ལ་ཞྭ་དང་ཞོ་ལི་ཡག་ཕྱག་ཏུ་བསྐོར་བ་བྱ་ཡག་དང། ལྷག་པར་དུ་ཡང་དེ་གྲྭ་བཙུན་དང། ཁྱིམ་པ་ཡིན་ནའི་ནང་ཚུད་རྒན་པ་དེ་ཚོས། དུས་ཚོད་གང་མགྱོགས་ལ་ཡ་ཆ་དང་གོ་བ་གནང་གི་ཡོད་རེད། དེ་འདྲ་ཡིན་ཙང་དེས་བསོད་ནམས་དང། བསོད་ནམས་ཀྱི་ལག་རྗེས་དང་སྡིག་པ་སྦྱོང་བའི་ནུས་པའང་དེ་ཚོས་ཕྱིན་པ་ཞིག་ད་ནི་ཆ་དང་གོ་བ་བྱས་ཚོས་དུས་ཕྱིན་པ་ཞིག་གི་ཐོག་ནས་གནང་ཐུབ་པ་ཡིན་ན་དངོས་གནས་ད་ཕན་ཐོགས་ཆེན་པོ་ཡོང་ཡ་ཆེ་རེད། སྤྱིར་བཏང་ཆ་དང་གོ་བ་གཉིས་ཆ་ལོ། ལྕགས་ཡུལ་དང། ཆ་བྱད་ཡུལ་དེ་ཚོ་ལ་ཡང་དད་པའམ་གུས་པའི་རྣམ་འགྱུར་མཚོན་པས་ལུས་ཀྱི་རྣམ་འགྱུར་གྱིས་རེད། རྣམ་རིག་གིས་རེད། ངག་གི་སྒོ་ནས་ཡོན་ཏན་བརྒྱུད་པ་དེ་ངག་གི་རྣམ་རིག་དང། ལུས་ཀྱི་སྒོ་ནས་ཕྱག་དང་བསྐུར་བ་བྱེད་པ་དེ་ལུས་ཀྱི་རྣམ་རིག། ཨ། དེ་འདྲའི་སོང་ཡིན་ཙང། སེམས་ནི་ཡ། ཡོད་པའི་དད་པ་དང་གུས་པ་བཅས་ཏེ། ལུས་དང་ངག་གི་རྣམ་རིག་སྒོ་ནས་མཚོན་པར་བྱེད་ཐུབ་པ་ཡིན་ན། འདི་ལོའི་ངང་ཡེ་སྲུང་གི་དགེ་བའི་བྱ་བ་ཚང་བར་ཅི་འགྲོ་གི་ཡོད་པ་ཡིན་ཙང་དེའི་ཆེད་དུ་ཕྱག་དང་བསྐུར་བའི་ལམ་སྲོལ་དེ། ད་ར་བྱེད་འདུག་ས་རེད། ད་ཐོག་མར་བསྐུར་བ་ལྟ་བུ་ལ་ཕྱག་མཚོན་པ་ཡིན་ན། བསྐུར་བ་དེའི་ཕྱག་དང་མི་འདྲ་བ། བྱ་ཡུལ་གྱི་གནས་དེ་ད་ལྟ་སྒོར་ནས་སྒོར་ར་འགྲོ་ཡ་དེ་རེད། ད་དེ་རི་ས་ཉི་ལྷ་ཁང་དང་མཆོད་རྟེན་ལ་སོགས་པ་དེ་ཚོ་ལ་སྒོ་བ་འགྲོ་ཡ་གི། ལམ་སྲོལ་དེ་མ་ཉམས་པ་ཡོད་རེད་མ་གཏོགས་བླ་མ་དང། ཆོས་སྟོན་པའི་དགེ་བའི་བཤེས་གཉེན་དེ་ཚོའི་སྒོ་རང་ནས་ཡར་སྐོར་བ་འགྲེ་ཡ་གི། ལམ་སྲོལ་དེ་ནོངས་ཟིན་པ་རེད་ད་དེར་སང་ཉིན་བྱེད་ངེས་སུ་སྐྱེལ་ཡོད་མ་རེད། སངས་རྒྱས་ཞལ་བཞུགས་པའི་སྐབས་ལ་གཞིགས་ན་ད་སངས་རྒྱས་ཞལ་བཞུགས་པའི་སྐབས་དང་དེའི་རྗེས་ཀྱི་རྒྱ་གར་གི་ནང་ལ་ཡ། སྔ་དར་གྱི་སྐབས་ཀྱི་བསྟན་པ་མ་ནོར་བའི་བར་དུ་རྒྱ་གར་གྱི་ལམ་སྲོལ་ལ་ཡ། སངས་རྒྱས་མཇལ་ཁ་ཞུ་མཁན་དེ་ཚོ་གིས་སངས་རྒྱས་ཀྱི་སྐུ་མདུན་ཀླད་པ་དག་ཐོག་མ་ཞབས་ལ་བསྟོད་པའི་ཕྱག་གསུམ་འཚལ། འདི་ཕྱག་འཚལ་ཚར་ལ་ད་ག། སྐུ་ཁོ་རང་ནི་ཡང་གཡས་སྐོར་གྱིས་ལན་གསུམ་དུ་བསྐོར་བ་བྱས། ཨ་ནི་སྐུ་མདུན་ནི་མ་བསྡད་ཅིང་ད། མདོ་དེ་ཚོ་ཀློག་གི་ཡིན། ཞབས་ལ་ཐུག་པའི་ཕྱག་འཚལ་ཏེ་ལན་གསུམ་བསྐོར་བ་བྱས་ནས་ཕྱོགས་གཅིག་ཏུ་འཁོད་དོ། བུ་མོ་གཡས་པའི་ལག་ན་ས་ལ་ཟུག་ཕྱོགས་གཅིག་ཏུ་འཁོད་དོ་ཟེར་ཏེ་ཡང་ཡང་ཡོང་གི་འདུག་ཨང། ཨང་དེ་འདྲ་ཡིན་ཙང་སྐབས་དེ་དུས་བླ་མའི་སྐུ་ལ་ཡང། སངས་རྒྱས་ཀྱི་སྐུ་རང་ལ་ཡང། བཞུགས་ཁྲི་མཐའ་བསྐོར་ནས་བྱས་ནས་བསྐོར་བར་བྱ་བའི་ལམ་སྲོལ་དེ་ཡོད་རེད། ད་ད་རེས་སང་ཉིན་དེའི་ལམ་སྲོལ་དེ་མེད་པར་བྱས་ནས་ལྷ་ཁང་དང་མཆོད་རྟེན་ལ་སོགས་པ་དེ་འདྲས་ལ་ད་བསྐོར་བ་བྱེད་པའི་ལམ་སྲོལ་དེ་བསྡད་ཡོད་རེད། སྐུ་ལ་ཡང་བསྐོར་བ་བྱེད་མི་ཆོག་པ་གལ་མ་རེད། ད་དཔེར་ན་ཐོག་མར་ཕྱག་བཏབ་པ་ལ་མཚོན་པ་ཡིན་ན། ཕྱག་བཙལ་བའི་ཚུལ་དེ་ལ་ཡང། ཡན་ལག་ལྔ་ས་ལ་ཕབ་པའི་ཕྱག། ལུས་ཐམས་ཅད་ས་ལ་བབས་པའི་ཕྱག། བརྗིད་པ་ནི་འཁྱུད་པའི་ཕྱག། རྐང་པ་ལ་གཏུབ་པའི་ཕྱག་ཟེར་ནས་ཕྱག་འཚལ་ཚུལ་མི་འདྲ་བ་རེ་བྱེད་དེ། རྣམ་པ་བཞི་ཙམ་གྱིས་གསུངས་པ་རེད། ཡན་ལག་ལྔ་ས་ལ་གཏུབ་པའི་ཕྱག་ཟེར་ཡ་དེ་དེ་རིགས་སང་ཉིན་ང་ཚོ་ཡོངས་གྲགས་ཀྱིས་སྐོམ་ཕྱག་ཟེར་ཡ་དེ་རེད། ལག་པ་གཉིས། པུས་མོ་གཉིས།

ད་གང་ལྟར་ང་རང་ཚོས་དཀོན་ཅག་ཚལ་ཚོད་ལྟ་བ་ཞིག་ལ་ཇག་བཙོན་པ་ཡིན་ན། ཐོག་མ། འཐབ་མོ་སྦྱར་དགོས་རེད། འཐབ་མོ་སྤྱི་བོ། དཔྲལ་བ། མགྲིན་པ། སྙིང་ག་བཅས་ནས་བཅད་དེ་ལ་འཐབ་མོ་སྦྱར་རེད། འཐབ་མོ་སྦྱར་ཚུད་དུས་ག་ལ། ལག་པ་གཉིས་འདུག་ཟེར་ནས། མཛུབ་བོ། རྒྱལ་བོ་དེ་འདུག་ཟེར། ཁ་སྦྱར།

ད་མ་ཤི་དུས་སྲིན་མ་བྱ་ར་རེད། སྟབས་འབུམ་བྱ་ར་ཟེར་བ་དེ་འདྲ་ཅིག་མགྱོགས་པོ་ཡིན་པའི་སྐབས་ལ་འདུག་སྲིན་མ་ཁྱི་ཡོང་ན་འདྲིས་པ་རེད། ད་ལྷོད་ལྷོད་ཡོད་པའི་སྐབས་ལ་ཡང་སྤྱི་ཚོགས་ལ་བྱས། དཔྲལ་བ་ལ་བྱས། མགྲིན་པ་ལ་བྱས་སྙིང་ག་ལ་བྱས་དུས་སྲིན་བྱར་དགོས་བ་རེད། དེ་ཡིས་ག་རེའི་དོན་དུ་རེད་ཟེར་ན། བསོད་ནམས་ཀྱི་ཚོགས་གསོག་ཚུལ་དེ་ལ་ཡང

རྡུལ་ཚོན་ནི་ས་ལ་མ་འཛུལ་བྱས་ལག་པ་ས་ལ་བཙུར་བའི་སྐབས་ལ་མཛུབ་མོ་བསྐུམ་བསྡད་པ་རེད་བ་དེ་འདྲ་དང་རྡུལ་ཚོན་ནི་མི་རུང་བ་རེད་ལག་པ་རྡུལ་ཚོན་ལག་པ་ཡོངས་རྫོགས་ས་ལ་མ་བབས་ནས་རྡུལ་ཚོན་བྱ་དགོས་བ་རེད། ཨ་ནི་པུས་མོ་གཉིས་ས་ལ་ཐུག་པ་བྱས་ལག་པ་གཉིས་ས་ལ་ཐུག་པ་བྱས་ནས་དཔྲལ་བ་ས་ལ་ཐུག་པ་བྱས། དེ་ནས་ཡར་ལངས་པའི་སྐབས་ལ་ཡང་སྒུར་སྒུར་དེ་འདྲ་མ་ཡིན་པ་སོ་ཆ་ཚང་ཡར་འབྲུམ་བུ་བྱས་ནས་ལངས་དགོས་བ་བྱས། སྒུར་སྒུར་བྱས་པ་ཡིན་ན་ཡང་ཉེས་པ་ཡོད་གསུང་དགོས་བ་རེད་འོན་དེ་འདྲ་ཡིན་ཙང། དང་གཅིག་གིས་བཟོ་བོ་མི་བདེ་བ་དང། རང་བཞིན་གྱིས་སློབ་བུ་རྒོད་པོ་ཡིན་ན་ནེ་ཙོས་ལག་པ་རེག་པ། ང་ཚོ་བཟོ་བོ་འབྲོང་པོ་ཡིན་ན་བཟོ་བོ་ཆ་ཚང་ཡང་འབྲོང་པོ་བྱིན་ན་ལང། དེ་ནི་ཡང་དག་གི་ན་ཤིང། དམ་མོ་ཞེས་བྱར་དེ་ནི་ཡང་མ་བྱིན་ནས། ད་ཉུང་མཐའ་ལས་ལན་གསུམ། ནང་པའི་ཕྱག་འཚལ་ཚུལ་དེ་ལས་ཡང། ཕྱག་རྐྱང་པ་མི་འཚལ་བ་རེ་ལན་གསུམ། ཅེས་ནི་ཚར་གཅིག་བསྡུ་བྱེད། ཨོ་ད་དེས་ཡན་ལག་ང་སར་སློབ་པའི་ཕྱག་འཚལ་ཏེ་བྱེད། ད་ལུས་ཐམས་ཅད་ས་ལ་བབས་པའི་ཆ་ཡིན་ན། འཐབ་མོ་སྦྱར་དང་བྱིས་པ་རེ་དེ་ནི་མ་ཚར་བའི་སྐབས་ལ་ཡར། ལག་པ་ཁ་ཐུར་ལ་ཡར་བརྐྱངས་རྗེས་གཟུགས་པོ་ཡོངས་རྫོགས་ས་ལ་མར་བབས། ལག་པ་དེ་ཇི་ཙམ་གྱིས་མཉམ་པ་བར་དུ་ཡར་བརྐྱངས། ཨ་ནི་དེ་ཡར་མ་ལངས་གོང་ན་ཨ་ནི། ས་ལ་ཡུག་ཡུག་གི་ན་ཡང་ལག་པ་གཉིས་པ་དེ་འདུག་སའི་འཐབ་མོ་སྦྱར། ཨ་ནི་ཡར་ལངས། དེ་ནི་ཡང་མ་ཕྱིན་འདུག་སའི་འགྲོ་ཡ་དེ་ལ་འདུག་སའི་རེད། ད་དེ་གཉིས་པོ་དེ་ཡོངས་གྲགས་ཀྱི་ཕྱག་འཚལ་ཚུལ་དེ་རེད། ད། སྐམ་པོ་ལ་བཏུ་བའི་ཕྱག་ཞབས་ལ་བཏུ་བའི་ཕྱག་ཟེར་ཡ་དེ། རྒྱ་གར་ལ་དེ་འདྲ་སང་ཉིན་ལུགས་སྲོལ་བསྡད་ཡོད་རེད་མ་གཏོགས། བོད་ལ་ཡ་ད་ལུགས་སྲོལ་དེ་ཉམས་ཚར་འདུག་གམ། གང་ལྟར། ཡན་ལག་ལྔ་ས་ལ་བབས་པའི་ཕྱག་དང། ལུས་ཐམས་ཅད་ས་ལ་བབས་པའི་ཕྱག། འཚལ་བས། དུས་ཚོད་མེད་པ་དང་མགྱོགས་པོ་མགྱོགས་པོ་བྱེད་དགོས་ཡ་ད་ཚང་ག་ལ་ལ་བཏུ་འདྲ་ཡོད་པ་ཡིན་ན། ལག་པ་གཉིས་ཀྱིས་ཕྱག་འཚལ་ཡུལ་གྱི་ཞབས་ལ་བོས་ནས་ཕྱག་འཚལ་ཡུལ་བཞུགས་བདེ་ཡུལ་བ་ཡིན་ན་དེའི་ཞབས་ཞབས་ཀྱི་གདན་དང་བཞུགས་ཁྲི་ལ་གསོལ་བ་དེ་འདྲའི་ལི་ཡ་བདུད་རྩི་བྱས་ནས་ནི་དང་པོ་སྦྱར་བ་བདུད་རྩི་བྱས་པ་ཡིན་ན་དེའི་ཕྱག་འཚལ་ཡུལ་སྐུ་རྣམ་གྲངས་རོ་གཅིག་དེ་རེད། དེ་ནས་བགྱི་བ་ནི་མཆོད་པའི་ཕྱག་བསིལ་ཡ་སྟེ། ལག་པ་གཉིས་ཀྱིས་ཞབས་ནས་བདུད་རྩི་ཞབས་ཀྱི། ཞབས་སྔར་ནས་འདུག་སེམས་བསྐྱེད་ད་དཔེར་ན་ང་ཚོ་བླ་མ་མཆོད་པ་ལྟ་བུ་འདོན་པའི་སྐབས་ལ་ཡང་བཅོལ་ནས་བླ་མ་མཆོད་ནས་ཡི་དམ་ཕུར་ཚོགས་གསུམ་བཟླས་ཏེ་འདོན་པའི་སྐབས་ལ་རྗེས་པ་ནས་བཅོལ་བའི་ཕྱག་འཚལ་བའི་མོས་པ་བྱས་འདུག་སུ་རེད་ད་ལྟའི་དོན་ཆེན་པོ་དེ་འདྲའི་གསོལ་བ་བཏབ་ཀྱི་ཡོད་ན་ཞབས་ནས་བཟུང་རྗེས་ད་ལྟའི་བར་གསོལ་བ་རེད། ཨུ་ཚུགས་རྒྱབ་པའི་ཚུལ་རབ་བྱེད་ཅིག་དེ་འདྲ་བྱས་ནས་བཟུང་བ་བྱས་པ་བཅས་ནས་དེ་འགྲིག་ཡོད་རེད། ད་ད་ག་ནང་བཞིན། བཟོ་བོ་མི་བདེ་བ་དང། ཅིག་རྒན་འཁོགས་ལ་བཟོ་བ་དེ་འདྲས། རྐང་འཇག་དང་རྐྱང་འཇག་ལ་བཟོ་བ་ཚ་བའི་ནུས་པ་མེད་མཁན་དེ་འདྲས་ཡིན་པ་ཡིན། ལ་བའི་ཐ་མ་འཇར་མགོ་སྐུ་བོ་ཙམ་བྱས་པ་དེ་ཡི་ཆ་ཚ་བའི། གོ་ཆོད་གི་རེད། རྒན་འཁོགས་དེ་འདྲས་ཆ་འབུམ་ཐིལ་ས་ཡག་གི། རེ་བ་ཡོད་པ་དེ་འདྲས་ཡིན་ན། པད་མོ་གཉིས་ས་ལ་བཙུག་བཙུག་བྱས་གནས་བརྟན་བསྟིམ་པའི་ཆ་ཚ་ར་ནང་བཞིན། དཔལ་ཡར་ལངས་མ་བར་བྱས་པུས་མོ་གཉིས་ས་ལ་བཙུགས་ནས་ནི། བྱ་འདུག་ཟེར་ནས་བྲང་ཁ་བཙགས་ནས། ལུས་ཀྱི་མ་ལྕོགས་པ་ཡིན་ན། འགྲིག་ཡོད་རེད་དེའི་ཕྱག་འཚལ་གྲོངས་འགྲོ་རེད། དཔེར་ན་ད་རི་ས་གཉིས་ཕ་བ་གནས་བརྟན་པས་ཕྱག་འཚལ་ཚུལ་བྱས་པ་ཡིན་ན། པད་མོ་གཉིས་དེ་ཐོག་མ་ནས་ས་ལ་བཙུགས། ཨེ་ནས། ཐ་མ་སྦྱར། མགོ་ས་ལ་བཙུགས་ཐ་མ་སྦྱར་མགོ་ས་ལ་བཙུགས་མ་གཏོགས་ཡར། བཤམས་པའི་ལུགས་སྲོལ་མི་འདུག་ཨང། འོ་དེ་འདྲ་ཡིན་ཙང་ད་དེ་ཚོ་གང་ག་ཕྱག་འཚལ་ཚུལ་གྱི། རྣམ་གྲངས་མི་འདྲ་བ་རེ་བ་དེ་འདྲས་རེད། ད་ད་ན་བཞིན། དཔེར་ན་རབ་བྱུང་ཡིན་ན། བོད་ལས་ཡིན་པ་ཡིན་ན་རབ་བྱུང་དེ་ཚོའི་ཕྱག་འཚལ་ཚུལ་ལ་ཡ། དགེ་ལྡན་པའི་ཕྱོགས་ཀྱི་རབ་བྱུང་དེ་ཚོའི་ཕྱག་འཚལ་ཚུལ་དང། བཀའ་གདམས་པ་དང། ཆོས་བརྒྱུད་རྔན་མ་ཚོས་ཕྱག་འཚལ་དུས། རབ་བྱུང་དེ་ཚོ་དྲན་པའི་མི་འདྲ་བ་རེ་མཆིས་པ་རེད། གང་ལྟར། གངས་དཀར་ལགས་ཀྱིས་བླ་སྐུལ་དེ། འཁྲབ་པ་ལ་སྙིང་ནས་མ་ཚ་ར་བྱེད་ནས་བླ་སྐུལ་མ་སྤེལ་ནས་བླ་སྐུལ་སུས་ཆོས་སྐུལ་དང་གཟན་དཀར་ཡིན་ནའི་དེ་མ་འདུག་སུ་ལྷུག་ལྷུག་བྱས་ནས་ཕྱག་འཚལ་བཏང་དེ་རེད། ད་དགེ་ལུགས་པའི་གཟན་འདུག་སུ་མ་སྤེལ་ཚར་སོང་ན་དེ་ཕྱག་གསུང་ག་ཚལ་ཚར་ནས་མ་གཏོགས་ཕྱག་འཚལ་བའི་བྱ་བ་དེ་རྫོགས་ནས་མ་གཏོགས་འདི་ཡར་གོན་དགོས་མ་རེད། ཆོས་བརྒྱུད་གཞན་པ་དང་བཀའ་གདམས་པ་དེ་ཚོའི་ཆ་གཅིག་ཚད་ཡར་ལངས་དུས་སྐབས་ལ་ཡང་ཟན་དེ་ཡར་གཅིག་གོན། ཡང་མར་ཕྱག་འཚལ་དུས་སྐབས་ལ་དེ་མར་གཅིག་ཕིག། ཡང་ཡར་གཅིག་གོན་འང་དེ་འདྲའི་བྱས་ནས་ཕྱག་འཚལ་བ་ལ་སོས་ད་དེ་ཚོ་སྲོལ་རྒྱུན་མི་འདྲ་ཙམ་གྱིས་མ་གཏོགས་ཁྱད་པར་སྐྱེ་ཡོད་མ་རེད། ད་བསྐོར་བ་བྱས་ཡ་དེ་ཡོངས་གྲགས་དེ་གཡས་སུ་བསྐོར་བ་དེ་རེད་མདོའི་ནང་ལོགས་ལས་ག་དུས་ཡིན་ན་གཡས་སུ་བསྐོར་བ་ཟེར་ཡ་དེ་ཡོད་རེད། ཡིན་ནའི་གཡོན་དུ་བསྐོར་བ་དེ། ཡང། མཐའ་གཅིག་ཏུ་མེད་པ་དེ་འདྲ་མ་རེད། ང་བླ་མེད་ཀྱི། མ་རྒྱུད་ཀྱི་ཉམས་ལེན་བྱེད་མཁན་དེ་འདྲ་ལ་ཡང་གཡོན་པས་ཀུན་སྤྱོད་མི་སྙན་ཆོས་སུ་བྱས་ནས། ལག་པ་གཡོན་པས་བཟའ་བཏུང་བརྗེ་དགོས་ཡ་དང། སྐོར་བ་དེ་ཚོ་ཡང་གཡོན་སྐོར་ལ་བརྗེ་ཡ་དེ་འདྲ་ད་ལྟའི་དམིགས་བསལ་གྱི་གནས་ཚུལ་ལ་འོག་རེད་མ་གཏོགས་གཡོན་དགྲ་སྐོར་བ་བརྗེ་སྟངས་དེ། གཡས་སུ་སྐོར་ཡ་དེ་རེད། ད་སྐོར་བ་དེ། གང་ལྟར། འདོད་པའི་རྣམ་འགྱུར་ཇི་བཞིན་པ་ཡིན་ཙང། བསྐོར་བ་འགྲོ་བའི་སྐབས་ལ་ཡ་ད་ག་ཚད་འཆམ་འཆམ་འགྲོ་བ་ནང་བཞིན་བྱས་ནས། རོགས་པ་དང་མཉམ་དུ་སྐད་ཆ་བཤད་ཀི་བཤད་ཀི་ཀྱིན་འགྲོ་ཡ་ད་ཅི། ག་ས་ག་ལ་ཡ་མིན་བལྟས་ནས་འགྲོ་ཡ་ད། ལག་པ་གཡུག་ནས་འགྲོ་ཡ་དེ་ཚོ་བྱས་ན་ནི་བསྐོར་བ་བརྒྱབ་པའི་ཕྱག་འཚལ་བསྐོར་ཅུང་ཟི་ཡག་གི། དགེ་བའི་བྱ་བས་བསྐོར་བ་བརྒྱབ་སྟངས་འདི་དང་དད་རྩི་མི་མཐུན་པ་ཆགས་རེད། གུས་ཞབས་དང་བཅས་ཏེ། ལག་པ་གཉིས་པོ་དེ། ཡང་ན་འཐབ་མོ་སྦྱར། ཡང་ན། འདོན་ལི་ཡ། ལག་པ་གཉིས་གཅིག་ལ་གཅིག་ཟིན་ནས་མཉམ་གཞག་བྱེད། དང་དེ་འདྲའི་ར་བྱེད་འགྲོ་ཡ་དང། ཡང་མེད་ན་ལག་པ་གཉིས་ཁ་ཐུག་ལུ་མ་བརྐྱང་ནས་འགྲོ་ཡ་ར་བྱེད་མ་ཏོ། ལག་པ་གཡུག་ནས་འགྲོ་ཡ་དང། གཅིག། ཕ་བལྟས་ཚུ་བལྟས་བྱས་ནས་འགྲོ་ཡ་དང། དེ་ནས་གཅིག་གེ། གླུ་གཞས་ལ་སོགས་བཏང་ནས་འགྲོ་ཡ་དང། རོགས་བ་དེ་ནི་ལོ་ལ་སྐད་ཆ་བཤད་ནས་འགྲོ་ཡ། དེ་འདྲའི་བྱས་པ་ཡིན་ན། དགེ་བའི་བྱ་བས་སྐོར་བ་བརྒྱ་བ་ཟེར་ཡ་དེ། ཕྱག་འཚལ་སྐོར་ཅུང་ཟད་ཡག་གི་སྐོར་བ་དེ། མི་རེ་ཡག་གི་ཉེན་ཁ་ཡོད་རེད། དོན་ལ་ཡག་སྐོར་བ་འགྲོ་བ་ཡིན་བསམ། དོན། དངོས་སུ་དེ་ནི་གཅིག་གིས་སྐོར་བ་བྱ་ཡུལ་གྱི། སྐྱབས་ཡུལ་དང་ཚོགས་ཞིང་གང་ཡིན་ནས་དེ་ལ་མ་གུས་པའི་རྣམ་འགྱུར་གྱི་ཚུར་ར་བ། ཆགས་འགྲོ་ཡ། དཔེར་ན་ཕྱག་འཚལ་བའི་སྐབས་ལ་ཡིན་ནས་སྐད་ཆ་བཤད་གི་བཤད་གི་ཕྱག་འཚལ་བ་ཡིན་ན་མ་དགོས་པའི་རྣམ་འགྱུར་རེད། ད་ནང་བཞིན་ཡང་ཕྱག་འཚལ་གི་འཚལ་གི་ལི་ཡ། ཅིག་ཀྱེ། ཕར་ཚུར། བལྟ་ཡག་དང། ཕྱག་འཚལ་བཞིན་དུ། ཐང་ཆད་སོང་ན་ཡར་མར་ལམ་མ་བྱས་ནས། ངལ་གསོ་བརྒྱབ་ནས་བསྡད་ཡ། དེ་ཚོ་ད་མ་དགོས་པའི་རྣམ་འགྱུར་རེད། ད་ནང་བཞིན་བསྐུར་བ་རྒྱབ་པའི་སྐབས་ལས། གང་ལྟར། ལྕགས་ཡུའི་ལི་ཡ། གུས་པའི་རྣམ་འགྱུར་སྟོན་པའི་ཆེད་དུ་གོ་བ་རྒྱག་གི་ཡོད་པ་ཡིན་ཙང། ལུས་ཀྱི་རྣམ་རིག་དེས་གུས་པའི་རྣམ་འགྱུར་ལས་མ་ཉམས་བ་ཅིག་བྱེད་དགོས་ཡ་དེ་གལ་ཆེན་པོ་རེད། དེ་ནི་ཕྱག་འཚལ་བའི་དགེ་བའི་རྩ་བ་དེ་འགྱུར་བྱེད་ཆེན་པོ་ཡོང་ཡག་གི་དོན་དག་ལ་ཕྱག་ག་དུས་འཚལ་བ་ཡིན་ན་ཕྱག་གི་མགོ་དེ་ལས་ཡག་ཨམ་ནག་མོ་སྨན་རྒྱུ་ཞིག་རེད་ནང་ལ་སུས་ཞིག་རེད་ནམ་ཨེ་ད་མ་ཞིག་རེད་སོ་ཨ་ཟེར་བྱས་ནས་འཇམ་པའི་དབྱངས་ཀྱི་མཚན་ནས་དྲངས་པའི། སྔགས་འདི་བྱས་ནས། སྔར་གསུངས་པ་དེ་འདོན་པ་ཡིན་ན་དེ་མདོག་དང་བརྒྱུད་ནས་གསུངས་པས་ཕྱག་གི་སྔགས་ཅི་རེད་དེ་ལ་བརྟེན་ནས་ཕྱག་འཚལ་བའི་དགེ་བ་དེ་བྱ་འགྱུར་གཏོང་འགྱུར་གྱི་ཕེབས་འགྲོ་བ་གསུངས་ཡོད་པ་ཡིན་ཙང་ཕྱག་འབུམ་མཚན་ངན་ལ་སོགས་པ་དེ་འདྲ་ཡིན་པ་ཡིན་ན་ནི་ངེས་པར་དུ་ཨེ། ཕྱག་གི་མགོ་བཙུགས་དུས་ག་ལ་ནང་མན་ཇུ་ཞེ་རེ་སྲས་ཀྱི་སྔགས། གསུངས་པོ་དེ་ངེས་པར་དུ་དེང་གསུངས། དྲངས་ནས་ཨ་ནི་དེའི་རྗེས་ལ་ཡར་ཕྱག་འཚལ་ན་ཨ་ནི་དེ་ཧ་ཅང་གི་ཕྱག་གི་ཕན་ཡོན་དང་བསོད་ནམས་ཆེ་རུ་འགྲོ་ཡག་གི། འགྱུར་ཆེ་ཡོང་ཡག་གི་ཁྱད་པར་གྱིས་མདོ་རྒྱུད་ནས་གསུངས་པ་ཚད་མའི་གཞུང་ནས་འབྱུང་བ་ཡིན་ཙང་དེ་ལ་ཡིད་ཆེས་བྱེད་ཆོག་ཡ་རེད། ད་དངོས་སུ་ཕྱག་འབུམ་ལ་བསུ་བ་ཚར་ངེས་དང་ཡང་མིན་ན་ཕྱག་ཕྱི་བརྒྱ་ཕྱག་ལ་བསུ་བ་དེ་འདྲའི་ཚད་ངེས་ཡིན་ན་ཕྱག་འཚལ་བའི་སྐབས་ལ་ཡར་གཞན་དོན་གཙོ་ཆེ་བ་རབ་བྱེད་ཀྱི་སྟོང་ཕྱག་དེ་བྱས་ཏེ་གསུངས་པ་ཡིན་ན། ཕྱག་འཚལ་བ་དེ་སྒྲིབ་པ་སྦྱང་བའི་ཡན་ལག་གཙོ་བོ་རབ་བྱེད་ཡིན་དུས་དཀར་ལ་སྡིག་པ་བཤགས་པའི་ཆེད་དུ། བྱང་ཆུབ་སེམས་དཔའི་སྟོང་བ་ཞབས་པའམ་སྟོང་ཕྱག་གི་ལྷ་དེ་ཚོའི་མཚན་བརྗོད་ཅེས་གསུངས་པ་ཡིན་ན་ཡག་པོ་ཡོད་རེད། སྟོང་ཕྱག་དང་སྦྲགས་ནས་ཕྱག་འཚལ་བ་ཡིན་ན། སངས་རྒྱས་སུམ་ཅུ་སོང་ནས་མཚན་དེ་གཅིག་པོ་འདབ་ཆགས་འདབ་ཆགས་བྱས་ནས་བགྲངས། ཕུང་པོ་གསུམ་པའི་མདོ་ཡི་ལྷག་མ་འདི་བྱས་ཏེ། ཕྱག་འཚལ་ཚར་རེ་བྱས་ལ་ཡང་ཐེངས་གཅིག་མ་གསུངས་པ་ཡིན་ན་འགྲིག་པ་རེད། དེ་འདྲ་ཡིན་ཙང། དུས་རྟག་ཏུ་བླ་མ་ལ་སྐྱབས་སུ་མཆིའོ་ཟེར་ཡ་དེ་ནས་མ་བྱས་ནས་སྟོན་པ་བཅུ་གནས་འདི་འདྲ་འདྲ་ལ་སྦྱར་ཞག་བསྡུ་བ་ལ་ཕྱག་འཚལ་ལོ་ཟེར་ཏེ་བར་དུ་འདོན་དེ་ནས་ཡང་མགོ་ནས་མ་བཙན་བྱོལ་དེ་ནང་མགོ་ཉམས་སྐྱོན་ཅན་སྒྲུབ་ཟེར་བ་ཡིན་ན། ཨ་ནི། ལུས་ཀྱི་སྒོ་ནས་ཕྱག་འཚལ་ཡ་དང། ངག་གི་སྒོ་ནས་དེ་བཞིན་གཤེགས་པའི་མཚན། གསུང་བཏུང་ཕྱག་གི་མཚན་བསྐྱུར་བ་ལ་སོགས་སྟེགས་ཀྱི་ཐ། དགེ་བ་གཉིས་ཆར་མཉམ་དུ་རུ་འགྲོ་ཡ་དང། ཨ་ནི་ཡིད་ཀྱི་སྒོ་ནས་སངས་རྒྱས་གསུང་བརྒྱུད་སོ་ལྔའི་ཡོན་ཏན་དྲན་པའམ། དང་སངས་རྒྱས་སུའི་མཚན་བརྒྱུད་ཀྱི་ཡོན་ཏན་དེ་དང་དེའི་ཡོན་ཏན་དྲན་པའི་སྒོ་ནས་བརྒྱུད་པ་ཡིན་ན། ཨ་ནི་ལུས་ངག་ཡིད་གསུམ་གྱི། དགེ་རྩ་མ་ཚང་བ་མེད་པ་གཅིག། ཚང་ཡང་གཅིག་ཆར་འགྲོ་གི་རེད། ལུས་ངག་གི་དགེ་བ་བསགས་པའི་ཚུལ་མང་པོ་ཡོད་པའི་ནང་ནས། དཀོན་མཆོག་ཆགས་ཡུལ་གྱི་གནས་ལས་ཡར་ཕྱག་འཚལ་བ་དེ་ཧ་ཅང་གི་བསོད་ནམས་ཀྱི་ཚོགས་རླབས་པོ་ཆེ་བསྡུས་པ་དེ་སངས་རྒྱས་ཀྱི་མདོ་རྒྱུད་དུ་མ་ནས་ཡང་ཡང་གསུངས་པ་རེད་སྡོང་པོ་བརྐུས་པའི་མདོ་ལ་གསུངས་བ་ནས་གསུངས་ཡོད་རེད་ད་ག་ན་བཞིན་འདུལ་བ་ལུང་རྣམ་རྒྱལ་ནས་ཕྱག་འཚལ་པའི་ཕ་ཡུལ་སྐྱུར་ལ་གསུངས་བ་གསུངས་ཡོད་རེད། ད་ཆ་རྩོད་པའི་བསོད་ནམས་དེ་ཚེ་རབས་ཀྱི་ཞལ་འོག་བྱུང་བ་ཡིན་ན། རང་གི་ལུས་ཀྱི་ཇི་ཙམ་ནུས་པའི་ས་ཡི་དེ་ཡིས་ཕྱག་འཚལ་ས་ཀྱི་ས་དེ་ནས་མ་བརྩིས་པའི་དབང་ཆེན་གསེར་གྱི་ས་ཆུ་ལ་ཐུག་གི་བར་དུ་ད་དེ་དཔག་ཚད་མང་དགོས་སྐད་ཆ་རེད། དེའི་བར་གྱི་རྡུལ་ཇི་ཙམ་ཡོད་པའི་གྲངས་དང་མཉམ་པའི་འཁོར་ལོ་རྒྱུ་བའི་རྒྱལ་པོ་ལ་སྐྱེ་བ་ལེན་ཡག་གི་བསོད་ནམས་གསོག་པ་ཡིན་ཟེར་ནས་ད་འདོད་ནའང་ངོས་སུ་གསུངས་པ་རེད། ད་དེས་ག་རེ་རེད་ཟེར་ན། ཁོ་ལུ་ཇོའི་རྒྱལ་པོ་ལ་ལྕི་བ་ལེན་ཡག་ལི་ཡག་བསོད་ནམས་རླབས་པོ་ཆེ་གྱི་དགོས་བ་རེད་མ་གཏོགས་བསོད་ནམས་ཆུང་ཆུང་དེ་འདྲས་ཀྱིས་ཁོ་ལུ་ཇོའི་རྒྱལ་པོར་ལྕི་བ་ལེན་ཐུབ་བ་མ་རེད། སྤྱི་དང་མི་ཡི་ལུས་རྩེན་དང་ཐོབ་པ་ལས་བསོད་ནམས་མང་པོ་དགོས་བ་རེད། དལ་འབྱོར་ཚང་བའི་མི་ཡི་ལུས་རྩེན་ཐོབ་པ་ནི་དེ་བས་ཀྱང་གི། ད་ཁོ་ལུ་ཇོའི་རྒྱལ་པོ་ཟེར་ཡག་དེ་བྱང་ཆུབ་སེམས་དཔའ་ཚོས་ལྕི་བ་བྱེད་ཡག་ཅིག་རེད་དེའི་ཆེད་དུ་བསོད་ནམས་རླབས་ཆེན་པོ་ཞིག་དགོས་བ་རེད། བྱས་ཙང་ད་ཚེ་ཤི་ར་བར་བཟུང་བ་ཡིན་ན། རང་གི་ལུས་ཀྱི་ནུས་པས་ཟས་རྡུལ་ད་གྲངས་མེད་པ་ཅི་རེ་བ། ཟས་རྡུལ་གྲངས་མེད་པ། དབང་ཆེན་གསེར་གྱི་ས་གཞི་ལ་ཐུག་པའི་བར་དུ་ཟས་རྡུལ་གྲངས་མེད་པ། འོ་དེའི་གྲངས་དང་མཉམ་པའི་ཁུ་ལུ་ཅོའི་རྒྱལ་པོ་ལ་ཡང། ལྕི་བ་ལེན་པའི་བསོད་ནམས་ཀྱི་ཚོགས་གསོག་པ་ཡིན་ཟེར་ནས་འདུག་གསུངས་ཡོད་རེད། བྱས་ཙང་མདོའི་ནང་དེ་ག་ལ་དྲི་བ་བྱེད་ཡོང། ཕྱག་འཚལ་ངས་མང་པོ་འདུག་ཀུ་ལུ་བརྗོད་བྱ་བོར་ལྕི་བ་ལེན་མཁན་ཉུང་ཉུང་མ་གཏོགས་མི་འདུག་བ། སངས་རྒྱས་ལ་ཞུ་བའི་སྐབས་ལ་ཡང། བསོད་ནམས་དེ་ཚོ། བསྔོ་བ་མོ་རྣམས་ཀྱིས་རྗེས་ཡག་པོ་མ་བཏབ་པ་ཡིན་ཙང། དུས་རྒྱུན་དུ་ཁོང་ཁྲོ་ཅུང་འགྲོ་གི་ཡོད་རེད་འབྲས་བུ་མ་འབྱིན་གོང་ལ་ཁོང་ཁྲོ་ཅུང་འགྲོ་གི་ཡོད་རེད་ཨོ་དེས་གསུངས་ཡོད་རེད། ད་གང་ལྟར། ཡིན་གཅིག་མིན་གཅིག་ཀུ་ལུ་བརྗོད་བྱ་བོ་ལ་ལྕི་བ་ལེན་དགོས་ཡ་གལ་ཡོའ་མ་རེད་དེ་གང་ལྟར་ད།

སྔོན་གྱི་བླ་མ་གོང་མ་ཚོས་ཕྱག་འཚལ་དུས་ག་ལ་གཟུགས་པོ་ཆེན་པོ་ཡོད་ན། དགའ་བ་ཡོད་ཟེར་བྱས་ནས། ང་གཟུགས་པོ་ཆེན་པོ་ཡོད་པ་དེས་ཕྱག་འཚལ་དུས་ག་ལ་ཡང་ཁེ་བཟང་ཡོང་གི་ཡོད་དེ་འདྲ་གསུང་མཁན་བྱུང་ཡོད་རེད། དེ་འདྲ་ཡིན་ཙང། ཕྱག་འཚལ་ཚུལ་མི་འདྲ་བ་ཡོད་པའི་ནང་ནས། གཟུགས་པོའི་སྐྱོ་བ་ཡིན་ན་རྐྱང་ཕྱག་འཚལ་ཡག་དེ་བསོད་ནམས་ཀྱི་ཚོགས་ཆེ་ཤོས་དེ་རེད། དེ་ཡོད་པས་ཡང་དབུགས་ཀྱི་ཚད་ཐུབ་པ་ཡིན་ན། དེ་ནི་ད་ག་གལ་ཙམ་ཆུད་པ་ནང་བཞིན་ཕྱག་འཚལ་བའི་རྗེས་ལ་ཡང་དེ་མ་ཐག་ཏུ་ཕྱག་འཚལ་བ་ལ་བརྟེན་ནས་འབྱུང་བའི་དགེ་བའི་རྩ་བ་གང་བསགས་པ་དེ་བྱས་ཏེ་བྱང་ཆུབ་ཀྱི་རྒྱུ་ལ་སྔོ་བ་སྨོན་ལམ་གྱི་རྗེས་གདབ་ཐུབ་པ་ཡིན་ན་གནོད་སེམས་ལམ་ཆེན་པོ་དེ་མ་ཉམས་པ་བཞིན་བསྐྱེད་ཐུབ་པའི་ཚེ་ཁོ་ལྟ་ཐུག་སུ་ཡོང་གི་རེད། ད་དེ་ཙམ་དུ་མ་ཟེར་བའི་ཕྱག་འཚལ་བ་དེ་ལས་སླ་པོ་རེད་ཟེར་གི་ཞུས་པ་ཡིན་ཙང་ག་རེ་རེད་ཟེར་ན། དཔེར་ན་ལང་ཀ་ལ་འགྲོ་གི་འགྲོ་གི་ལས། ལང་ཀ་གཡས་གཡོན་ལ་མཆོད་རྟེན་དང་སངས་རྒྱས་ཀྱི་སྐུ་ལ་བཟོ་བ་དེ་འདྲ་མཐོང་བ་ཡིན་ན། ལག་པ་གཉིས་ཀྱིས་ཐང་མོ་འདུག་སུ་སྦྱར་དང་བཅས་པ་མགོ་བཀུར་དང་བཅས་པ་དང། ལག་པ་གཉིས། མ་བཅོས་པ་ཡིན་ནའི་ལག་པ་གཅིག་ལས་བྱ་ལ་རེ་བ་དེ་འདྲ་ཁེལ་ནས་ཡོད་པ་ཡིན་ན་ལག་པ་གཅིག་གིས་དུས་སུ་བྱས་ནས་བྱེད་པ་དང། དེ་ནས་མགོ་བོ་སྒུར་ཙམ་བྱས་པ་དང་རྒྱུ་བའི་རྣམ་འགྱུར་སྟོན་པ་དེ་ཚོ་ཡང་ཕྱག་འཚལ་བའི་གྲངས་ལ་འགྲོ་བཞག་གི་རེད། དེ་བཞིན་བྱིས་པའི་སྐུ་ར་གཅིག་རྡོ་ལ་བརྐོས་བཞག་པ་ར་བུ་དང། ཅེས་དེ་བས་ལམ་ཀ་གཡས་གཡོན་ནས་སྐུ་གཟུགས་རེ་བ་དེ་མཇལ་བ་ཡིན་ན་ལམ་སྲང་དེ་ལ་དད་པའི་སྨིན་གྱིས་མཇལ། ནི། ལུས། ཀྱིས་གུས་པའི་རྣམ་འགྱུར་གྱིས་བསྟན་པ་ཡིན་ནའི་བསོད་ནམས་ཀྱི་ཚོགས་རླབས་པོ་ཆེ་བསགས་ཀྱི་ཡོད་རེད། བདེ་གཤེགས་སྐུ་སོགས་རྩིག་ངོས་འདྲིས་པ་ལ་འཁྲུགས་ཤིང་དགའ་ཡི་སེམས་ཀྱིས་བལྟས་ན་ཡང་བདག་རིན་ཆེན་སངས་རྒྱས་བྱེ་བ་དང་བཅས་ནས་གསུངས་པ་ནང་བཞིན། འོན་དེ་འདྲ་ཡིན་དུས་ཀཱ་ལི་ཡ། ཕྱག་འཚལ་བསྐུར་ལྗོངས་སུ་ཡལ་ཏེ། སྟབས་བདེ་བོ་བྱེད། བྱ་ལྷག་ལ། དོན་ཆེ་བ་ཟེར་ཡ་དེ་རེད། ལས་སླ་བོ་ཆེ་ནས་བྱས་ཐུབ་ཡ་ག་དུས་ཡིན་ནས་བྱས་ཐུབ་ཡ། དཔེར་ན་ལྷ་ཁང་རབ་བོ་ཅིག་དང་ཆོས་སྡིངས་འགྲམ་རབ་ཅིག་ནས་གླས་པ་ཡིན་ན་ལམ་སང། མ། ལུས་ས་ལ་བབས་པའི་ཕྱག་འཚལ་ཡར་གྱིས། སྟབས་བདེ་བོ་མེད་པ་དང་གོ་སྐབས་མེད་པ་ཡིན་ནས་ལག་པའི་མཐའ་མ་སྦྱར། མགོ་བསྐུར་ཙམ་བྱས་ན་དུ་བྱེད་པ་ཡིན་ནས་ཕྱག་འཚལ་བའི་ཕན་ཡོན་ཐོབ་ཡ་ཆེ། འོ་དེ་འདྲས་ཟིན་པ་རེད། ད་དེས་ལུས་ངག་ཡིད་གསུམ་གྱི། བྱ་བ་ཐམས་ཅད་འཛོམས་པ་ཡིན་ན། ལུས་ཀྱི་སྒོ་ནས་གུས་པའི་རྣམ་འགྱུར་སྟོན། ངག་གི་སྒོ་ནས་སངས་རྒྱས་ཀྱི་མཚན་དང། ཅེས་ཕྱག་འཚལ་བའི། ཚིག་ལ་བཟོད་པ་དེ་འདྲའི་སྟོན། ཡིད་བཞིན་ཀུན་ནས་དད་པ་བསྒོམ་དང་བ་བསྒོམ་དུ་བྱས་པ་ཡིན་ན། ལུས་ངག་ཡིད་གསུམ་ཀའི་ཆ་དེ་འདྲས་འགྲོ་བ་རེད། ད་ཆ་ཚད་རྡུལ་དཀར་ལུས་ཡ་གང་ཆུང་མ་ཆུང་བྱེད་མཁན་དེ་དཀོན་པོ་རབ་བྱེད་རེད། ཀོ་ར་འགྲོ་ཡ་དེ་མང་ཆེ་བ་གཅིག་དགེ་བ་ལ་འགྲོ་དང་མ་འགྲོ་ཟེར་ཡ་དེ་སྣ་ཚོགས་བྱེད་བ་རེད། ད་རེས་སང་ཉིན་མང་ཆེ་བ་གཅིག་གི་ཀོ་ར་འགྲོ་ཡ་དེ་བཟོ་བོ་འཕྲོད་བསྟེན་གྱི་ཆེད་དུ་འགྲོ་གི་ཡོད་པའི་བཟོ་རབ་བྱེད་ཀྱི་འདུག་བཟོ་བོ་འཕྲོད་བསྟེན་གྱི་ཆེད་དུ་འགྲོ་ཡ་དེ་འཆམ་འཆམ་རེད་མ་གཏོགས། ཕྱག་འཚལ་བསྐུར་སྦྱོང་གིས་བསྐུར་བ་རྣམས་ཀྱིས་བསྟོད་དགོས་མ་རེད་པ། ད་གལ་སྲིད། དད་པའི་སྒོ་ནས་དགེ་བ་གསོག་པའི་ཆེད་དུ་བསྐོར་བ་འགྲོ་ངེས་ཅན་ཡིན་པ་ཡིན་ན་གཟུ་བོའི་འཕྲུལ་རྟེན་དེ་ཞར་ལ་བྱུང་བ་ཅི་རེད་བ། དམིགས་ཡུལ་ནང་ལ་གཟུ་བོ་འཕྲུལ་རྟེན་དེ་བཟུང་དགོས་ཡ་གལ་མི་འདུག་བ། གལ་སྲིད་གཟུ་བོ་འཕྲུལ་རྟེན་དེ་དམིགས་ཡུལ་ལ་བཟུང་པ་ཡིན་ན་ཡང། དལ་འབྱོར་གྱི་མི་ལུས་དེ། རྩ་ཆེན་པོ་ཡིན་པ་དང། མི་ལུས་དེ། རྒྱུན་རིང་པོ་གནས་ཐུབ་པ་ཞིག་དང་གཟུགས་པོ། འཕྲོད་བསྟེན་ཡག་ཧོར་གྱི་བདེ་ཐང་བྱུང་བ་ཡིན་ན་དགེ་བའི་བྱ་བ་རླབས་པོ་ཆེ་བསགས་ཐུབ་ཡག་དང། དེ་ལ་བརྟེན་ནས་སངས་རྒྱས་ཀྱི་སྐུ་དབང་ཚེ་འདི་ལ། སྒྲུབ་ཐུབ་བའམ། དེ་ནས། སྐྱེ་བ་ཁ་ཤས་ཀྱི་ནང་སྒྲུབ་ཐུབ་ཡག་གི་རེ་བ་ཡོད་པ་དེ་འདྲ་ཡིན་ཙང་སངས་རྒྱས་ཀྱི་སྐུ་དབང་སྒྲུབ་པའི་ཆེད་དུ། དལ་འབྱོར་གྱི་ལུས་རྟེན་དེ་འཕྲོད་བསྟེན་བྱེད་ཡག་ཡིན་ཨ་ནི་དེའི་དོན་དག་ལ་ཡ། བསྐོར་བ་བརྒྱབ་པ་དང་ཆབས་ཅིག་ཏུ་ལུས་ཀྱི་འཕྲུལ་རྟེན་འགྲིག་གི་རེད་བསམ་པ་དེ་འདྲའི་ཀུན་སློང་ཅིག་ཡོད་པ་ཡིན་ན་ནི། ཀུན་སློང་དེ་སྐྱོན་ཅན་ཅིག་ལ་མ་འགྲོ་བ་རེད་པ་དེ་མིན་པ་བཅས་ཚེ་འདིའི་བདེ་སྐྱིད་ཀྱི་དོན་དག་རྐྱང་རྐྱང་ནི་ཡ་གྱི་འཕྲུལ་རྟེན་གྱི་ཆེད་དུ་བསྐོར་བར་ཕྱིན་པ་ཡིན་ན། བྱམས་རྐྱང་བྱས་པའི་ལུས་ལ་ཡང་ཕན་ཐོགས་ཤིག་ནི་ཡོད་མདོག་ཁ་བ་རོལ་མ་ཐུབ་དེ་ལས་ཡ་གི་བ་དང་བསོད་ནམས་ད་ས་ཡ་མེད་པ་རེད། དེ་ནས་སྟབས་ཉེས་པ་ཡིན་ན། ཀོ་ཡ་ཀོ་ར་འགྲོ་ཡ་གི་བསྐོར་བའི་ཡུལ་བའི་ལྷ་ཁང་རྩ་ཆེན་པོ་དང་ཆུ་སྟེང་རྩ་ཆེན་པོ་ལ་སོགས་པ་དེ་འདྲའི་བསྐོར་བའི་ཡུལ་ལ་ཡ་ནི་ལང་གི་འཕྲུལ་རྟིང་ཆེད་དུ་ཀོ་ར་འགྲོ་བ་ཡིན་ན་དེ་མ་བསྐོས་པར་འགྲོ་ཡ་དང་དེ་ལས་དེ་ནས་ཉེས་པ་ཡོང་ཡ་གི་ཉེན་ཁ་ཡོད་པ་རེད། དེ་འདྲ་ཡིན་ཙང་ཀོ་ར་འགྲོ་མཁན་དེ་ཚོ་གིས་ཐོག་མར་ཀུན་སློང་དེ་ཡག་པོ་བྱེད་བརྟག་དཔྱད་བྱས་ཀུན་སློང་བཅོས། ཨ་ནི་དེ་ནས་ཀུན་སློང་བཟང་པོ་ཅིག་བྱུང་སོང་ན་གཞི་ནས་བསྐོར་བ་ཕྱིན།

ཁ་ནས་ཁ་འདོན་ར་བུ་དག་མ་ནས་འདོན་གི་ཡིན་ནས་འདྲ་འདུག་གཟུ་ངག་ཞན་པ་འདོན་གི་ཡིན་ནས་འདྲ་འདུག། སྐྱབས་འགྲོ་དག་སྟོང་ཤག་ལ་བཟོ་བ་འདོན་གི་ཡིན་ནས་འདྲ་འདུག་དེ་འདྲ་ཆེ་ངག་ནས། གཟུ་ངག་བྱིན་རླབས་ཅན་གྱིས་འདོན་ཨ་ནི་ལུས་ཀྱིས་བསྐོར་བ་ཕྱིན་པ་ཡིན་ན། ད་ཕྱག་དང་བསྐོར་བ་གཉིས་ཆ་ལོག་ལ་བསོད་ནམས་ཅི་བྱུང་གི་ཁྱད་པར་མེད་པ་རེད། དེ་འདྲ་ཡིན་ཙང་ཕྱག་དང་བསྐོར་བ་བྱེད་སྟངས་འདི་འདྲ་དེ་ཚོད་དང་ལྡན་པ་ཇི་ལྟར་ལོ་ཏོག་སུ་བྱེད་ཐུབ་ན་ཡག་པོ་ཡོང་གི་རེད་བསམ་གི་འདུག།